གླེང་སློང་བྱེད་དགོས་ཡ་དགོས་བརྗོད་བྱེད་དང་སྤྱི་ཚོགས་ནང་ལོགས་ལ་ཡང། བསམ་བློ་མཐུན་དང་མ་མཐུན་པ་ཡོང་སྲིད་ཀྱི་རེད་ཡིན་ན་ཡང་ད་དེ་རིང་ངས་དེ་བཤད་བསྡད་འདི། གནས་ལུགས་དང་རྒྱུ་མཚོད་དང་རྒྱུ་མཚན་ཡོད་པ་དང་ཨ་ད་ག་ནས་ཕྱིན་གི་རྒྱ་ནག་རྒྱ་ནག་ནས་ཡིན་པའི་ཉམས་ཞིབ་པ་ཞིག་མཉམ་དུ་གྲོས་བསྡུར་བྱུང་བ་ཅིག་དང། ཨ་ནི་རྒྱ་ནག་ཉམས་ཞིབ་པ་ཁོ་རང་རང་གི་གནས་ཚུལ་འདི་ང་ལ་བཤད་པ་ཅིག།

གནས་ལུགས་དང་རྒྱུ་མཚན་ཐོག་ནས་ང་རང་མགོ་ཚོས་པའི་ཐོག་ནས་ངས་བཤད་ཀྱི་ཡོད་རེད་བ། ཡང་འདི་གོ་བ་ལེན་སྟངས་ཀྱི་ཐོག་ནས་ཡང་མི་མང་པོ་ཅིག་ལ་གོ་བ་མ་འདྲ་བའི་འགྲོ་སྲིད་ཀྱི་རེད་བསམ་བྱས་བྱས་འོ་ཅན་དེ་རིང་ལས་བརྙན་ཐུང་མ་བཟོས་ཀ་མེད་འགྲོ་ཅིག་ཆགས་སོང་དེ་འདྲ་གསུངས་ས་འདི། ངས་དེ་རིང་ལས་རྐང་བཙུགས་ནས་གསལ་བཤད་མཉམ་དུ་དང་འདི། ངས་གནས་ལུགས་དང་རྒྱུ་མཚན་གྱི་ཐོག་ནས་རྣམ་པ་ཚོ་ལ་འགྲེལ་བཤད་རྒྱབ་ཆོག་བྱས་ཞེས་བྱས་ངས་ཞུ་བ་ཡིན། ད་དང་པོ་འདི།

བོད་ནང་ཡོད་པའི་བོད་མི་ཚོས་ཀྱི་ལྷག་དཀར་སྲུང་བརྩི་ཞུ་སྟངས་ཀྱི་དམིགས་ཡུལ་དང་དགོས་པ་རྒྱུ་མཚན་ཆེ་ཤོས་དེ་ག་རེ་ཟེར་ན་མི་རིགས་ཀྱི་ཞེན་ཁོག་དེར། མི་རིགས་ཀྱི་ཞེན་ཁོག་དེར། ལྷག་དཀར་ཉིན་མོ་དེ་རྒྱ་བོ་རིན་པོ་ཆེ་ལྷ་སར་ཁེལ་གྱི་ཡོད་པ་དང། རྒྱ་བོ་རིན་པོ་ཆེ་ང་ཚོ་བོད་མི་རིགས་ཀྱི་སྲོག་རྩ་ཡིན་པ་གཅིག་དང། ད་ག་ནས་བཞིན་གྱི་ལྷག་དཀར་ཉིན་མོ་དེ་ལ་བོད་ཀྱི་སྐད་ཡིག་ལ་དོ་སྣང་བྱས་ཡ་དང། བ། ཕན་ཚུན་ཐུག་པའི་སྐབས་ལ་བོད་སྐད་རྒྱ་བལ་དང། བོད་ཀྱི་ཆེ་གྱོན་གོན་ཡ་དང། ད་ག་ན་ཤིང་གི་ཨ་ནི་རྒྱ་ནག་ཙ་ནས་རྒྱ་མི་མི་རིགས་ཙ་ནས་ཅ་ལ་མ་ཉོས་ཡ་བོད་མི་རིགས་ཀྱི་ཞེན་ཁོག་ལས་ཡ་གི་དམིགས་ཡུལ་འདི་ཐོག་ནས་ག་ལ་གང་འཚམ་ཅིག་ཁེལ་བ་རེད། ད་འདི་རྒྱ་ནག་ལ་ཤུགས་ཆེན་པོ་ཞུགས་ཅིག་ཁོ་ཚོས་ཞེ་སྣང་ཡང་ཤུགས་ཆེན་པོ་ཞུགས་བྱས་པ་རེད་རྒྱུ་མཚན་གར་ཟབ་ཡིན་ན། Gene Sharp གྱི་འཚེ་མེད་ཞི་བའི་ལྟ་གྲུབ་ནང་ལོགས་ལ་ཨ་ནི།

རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་འགོ་ཁྲིད་རྣམ་པ་ཚོ་ཕྱི་རྒྱལ་ཁག་ལ་འགྲོ་བའི་སྐབས་ལ་རྒྱ་ནག་གི་ངོ་རྒོལ་ང་ཚོ་བོད་པས་ཀྱི་ངོ་རྒོལ་བྱེད་ཡག་དང་བོད་པས་ཀྱི་བརྒལ་བརྟག་འགྲེང་ཡག་དང་ད་ག་ནས་ཤིན་གྱི་བོད་པས་ཀྱི་སྐད་སྐད་འབོད་རྒྱག་ཡག་དང་དེའི་རིགས་དེ་ཚོ་འདས་པའི་ལོ་མང་པོ་ཞིག་ནང་ལ་གནས་ཚུལ་དེ་ཁྱབ་བསྒྲགས་ཤུགས་ཆེན་པོ་ཞུ་ཅིག་ཆེན་ཡོད་ཙང་རྒྱ་ནག་གཞུང་དེ་ངོ་ཚབ་ཞུ་ཆག་གི་ཡོག་རེད། དེ་འདྲ་སོང་ཙང།

ཁྱོད་རང་ཚོ་བོད་པ་ཚོ་ད་ལྟའི་རྒྱ་བོད་རིན་པོ་ཆེ་བཞུགས་པའི་སྐབས་ལ་ཨ་ནི་བོད་པ་ཚོ་སྐད་རྒྱག་དགོས་དགོས་རེད། ངུ་དགོས་དགོས་རེད་ཟམ་བུ་ལིང་གས་ཆ་སྡིངས་ཆ་ནང་མ་ཐོན་ཅིག་བཤད་དགོས་དགོས་རེད། གི་གམས་ཀྱི་ཨ་ནི་ཁྱོད་རང་ཚོ་སྡིངས་ཆ་ཐོག་ནས་བཤད་ཐུབ་པ་ཡིན་ན་དེ་ཡག་ག་ཡོག་རེད། ད་ལྟ་ཁྱོད་རང་ཚོས་ཀྱི་ཧ་ཧུ་གོ་བཤད་འཁྲབ་བྱེད་བྱེད་བྱེད་བྱེད་བྱེད་དེ་ཡ་དེ་ཚོ་དེ་ཚོ Entertainment རེད།

བོད་པ་གཅིག་གིས་ཤེས་ཡོན་དང་སློབ་སྦྱོང་ཡོད་པའི་ཐོག་ནས། ཕྱིའི་རྒྱལ་ཁབ་ནང་བདེན་གཉིས་ཀྱི་གྲོས་ཚོགས་འཐུས་མི་དེ་ཚོ་ལ་བག་ཆགས་ཅན་ཞུ་གཏུག་བྱེད་བྱེད་བྱེད་བོད་དང་བོད་པའི་གི་དཀའ་ངལ་འདི་གལ་ཆེན་པོ་རེད་འདི་ལ་རྒྱབ་སྐྱོར་བྱེད་རོགས་གྱིས། དམིགས་བསལ་གྲོས་ཚོགས་ཀྱི་དེ་འདྲའི་ནང་ལ་ཁྲིམས་འཆར་དེ་འདྲའི་བཏོན་ཐུབ་པའི་ནི་འདི་བོད་རྒྱལ་ཁབ་ལ་ཕན་ཐོགས་གི་ཡོད་རྒྱ་ནག་སུ་གུ་སུ་གུ་ཡོད་ག་ལ་གང་བརྩམས་བྱེད་གི་བོད་པའི་གི་སྒོར་གཞས་འཁྲབ་བྱེད་བྱེད་བྱེད་བྱེད་ང་ཚོ་ཡག་མ་བྱེད་བྱེད་བྱེད་འདི་རྒྱ་ནག་ལ་སུན་པོ་བཟོས་ཐུབ་གི་ཡོད་མ་རེད་ཁ་རེ་ཁབ་ཏུ་ལབ་པ་ཡིན་ན།

བཞེངས་པ། བོད་པ་ཚོ་སྒོར་གཞས་བཀྲབས་ཧ་ཧ་ཧུ་ཧུ་ཆེན་སྐྱེ་བོ་ཆེན་འདས་ཆེ་ཆེ་སེམས་པའི་ནང་ལ་སྐྱབས་བཅོལ་བ་ཡིན་པ་དེ་དྲན་པ་རྗེས་ག་ལེ་ག་ལེ་ཁར་སྣང་བ་སྐྱེ་བོ་ཆེན་འདས་འདས་པ་ཡིན་ན་དུས་ཚོད་རྫོགས་འགྲོ་འགྲོ་དུས་ཚོད་རྫོགས་འགྲོ་བས་ན་ང་ཚོ་ལ་དཀའ་ངལ་ག་རེ་ཡོད་རེད་ན་བོད་རྒྱལ་ཁབ་ལ་དཀའ་ངལ་ལ་དུས་ཚོད་དུས་ཚོད་ཡོད་མ་རེད་ང་ཚོ་ལ་རྒྱ་བོད་རང་གི་དགུང་ལོ་ཆེན་པོ་ཕེབས་ཀྱི་ཡོད་རེད་དུས་ཚོད་ཡོད་མ་རེད་ངེད་ཅག་ཨ་རིའི་གྲོས་ཚོགས་ཀྱི་ཁོ་རང་ཚོ་ཁྲིམས་འཆར་བཏོན་གནང་མཁན་དེ་ཚོས་ཀྱི་ཡ་ཚུ།

རྒྱ་ནག་གཞུང་ཚབ། ལྡི་ལི་གི་རྒྱ་མི་ཨེམ་པེ་སི་འགྲམ་དེ་ལ་ངོ་ལྐོག་བྱེད་ཡ་འགྲོ་ཡ་ཚབ་ལ་སྒོར་གཞས་འཁྲབ་བསྡད་པ་ནས་འགྲིག་རག་གཅིག་བྱས་ན་འཚེ་མེད་ཞི་བའི་གི་ལས་འགུལ་བྱེད་གི་མ་རེད། ང་ཚོའི་གི་དཀའ་ངལ་འདི། ང་ཚོའི་གི་དགྲ་བོ་རྒྱ་མི་གིས་ང་ཚོའི་རྒྱལ་ཁབ་འདི་འཕྲོག་བ་རེད། བོད་ནང་ལོས་ངན་བོད་མི་ཚོའི་གི་རང་སྲོག་བློས་བཏང་བྱས་པ་རེད། འདི། ཁོ་ཚོའི་གི་དོན་དག་ལ་ང་ཚོ་རང་དབང་ལུང་པ་ལ་བསྡད་ངེས་ཚོ། དམིགས་བསལ་རང་དབང་ལུང་པ་ལ་བསྡད་ངེས་ཚོ་ཁྱོད་རང་ཚོ་ལ། རང་དབང་འདུག། རྒྱལ་གཅེས་ཀྱི་ཁྲིད་མི་ཤེས་ཀྱི་འདུག་ཁྱོད་རང་ཚོ་རང་དབང་ལུང་པ་འདེབས་མཁན་དེ་ཚོ་ལ་དེང་དུས་ཀྱི་སློབ་སྦྱོང་འདུག་ཁྱོད་རང་ཚོ་ང་ཚོ་བོད་ནང་ལ་བསྡད་མཁན་བོད་མི་ཚོས་ཀྱི་སྐུ་ཚབ་བྱས་བྱས་བྱས་བྱས་ང་ཚོས་ཀྱི་དཀའ་ངལ་འདི་འཛམ་བུ་གླིང་བདེ་འཇགས་ནང་ཤེས་ཐུབ་པ་བྱས་ཤག་ཟེར་འདི་ང་ཚོས་ཀྱི་ལས་འགན་ཆེ་ཤོས་འདི་རེད། འདི་ལས་འགན་ཆེ་ཤོས་འདི་ང་ཚོས་ག་འདྲས་སྒྲུབ་ཐུབ་ཀྱི་རེད་ཟེར་བ་ཡིན་ན་རྒྱ་ནག་གཞུང་ཚབ་འགྲམ་དེ་ང་ཚོ་ངོ་ལྐོག་ཅིག་རྒྱག་དགོས་ཀྱི་རེད། ད་ག་ནང་བཞིན་གྱི་ཤེས་ཡོན་ཡོད་བསྡད་མཁན་དེ་ཚོས་ཀྱི་སྡེ་བ་ཀྱི་གྲོས་ཚོགས་འཐུས་མི་དེ་ཚོ་ལ

དེང་ད་དེང་དུས་ཀྱི་བྱེད་སྟངས་ཀྱི་ཐོག་ནས་ཅིག་མ་འགྲིག་པ་དེ་ཚོ་ངས་ཅིག་ཤེས་ཐུབ་ན་ཟེར་ཞེས་འདིའི་ཐོག་ནས་ཡིན་མ་གཏོགས་གཞན་པ་ང་རང་ལ་ཅིག་ང་ཚོ་བོད་སྲོལ་རྒྱུན་གྱི་རིག་གཞུང་གི་འཁྲབ་སྟོན་གྱི་ཐོག་ནས་གཞས་ཞབས་རོ་འཁྲབ་ཡ་དང་སྒོར་གཞས་འཁྲབ་ཡ་དེ་འདྲ་ལ་ང་ལ་དགག་པ་རྩ་བ་ཉིད་ནས་མེད་ཡིན་ན་ངས་གཞས་བྱ་ཡ་གི་དེའི་གནས་སྟངས་ཀྱི་ཐོག་ནས་འདི་ཅིག་ཡིན་ངས་འདི་གཞས་བྱ་བ་འདི་ནང་ལོགས་ལ་གོ་བ་ལེན་སྟངས་ཀྱི་ཐོག་ནས་མཚམས་མཚམས་ནོར་བ་ཡིན་ན་ངས་དགོངས་དག་ཞུ་གི་ཡིན། ངས་ལྷག་བསམ་རྣམ་དག་ཐོག་ནས་བོད་སྤྱི་བའི་དོན་དག་ལ་ཕན་པའི་སྐད་ཆ་བཤད་སྡོད་ཀྱི་ཡོད། ང་རང་འགྲོ་འཆར་བཞག་པ་ཡིན་ན་ད། བཙན་བྱོལ་སྤྱི་ཚོགས་ནང་ལོ་ལ་ང་འདྲ་བ་གཅིག་ལ་དགྲ་མང་པོ་ཤོད་ཀྱི་རེད་ངས་ཧ་གོ་གི་ཡོད། དགྲ་མང་པོ་ཡོད་རེད་དགྲ་མང་པོ་ཡོད་དེ་དུས་ཨ་ནི་མཚམས་མཚམས། གནས་ཚུལ་འདིའི་རིགས་དུ་མ་བཤད་པའི་སྐབས་ལ་ཨ་ནི་ཁ་རལ་ཁ་བརྡུང་བཤད་པའི་སྐབས་ལ། མི་ཚང་མ་སྐྱིད་པོ་བཟོ་ཐུབ་ཀྱི་མ་རེད། མི་ཚང་མ་སྐྱིད་པོ་བཟོ་ཡ་གི་ང་ལ་ཁོས་འགན་ཡང་ཁེལ་དགོས་ཞིག་མེད། བོད་ནང་ཡོད་པའི་བོད་མི་ཚོས་ཀྱིས་སོ་སོའི་རྒྱལ་ཁབ་མི་རིགས་དོན་དག་ལ་ལུས་སྲོག་བློས་བཏང་བྱས་དེ་ངས་ཚོས་ཀྱིས་ང་ཚོའི་དྲིན་ཚད་པ་བྱེད་ཐུབ་པའི་དོན་དག་ལ་ང་ཚོས་སྐད་རྒྱག་གོ་གོ་རེད་ཟེར་རྒྱལ་སྤྱིའི་བདེན་བྱ་རྣམས་ང་ཚོས་ཤེས་ཐུབ་པ་བྱས་ཡ་དོན་དག་ལ་འདི་ངས་གོ་རྟོགས་སྤེལ་ཡ་དོན་དག་ལ་རྣམ་པ་ཚོ་ཤེས་ཀྱི་ཡོད་དེ་འདྲ་སོང་ཙང་ངས་བརྙན་ཐུང་གཟིགས་པ་དེ་ལ་སྙིང་ཐག་པ་མཐུ་ཆེ་རྣམ་པ་ཚོ་མཁྱེན་འདུག་ཅག་རྒྱ་ཆེ་ཆེ་རྣམ་པ་ཚོ་ལ་ཕན་ཐོགས་ཀྱི་ཡོད་པ་ཡིན་ན་རྣམ་པ་ཚོ་ལ་ཕན་པ་ཞིག་བྱེད་ཆེ་ཆེ་ངས།